གསང་སྔགས་རྡོ་རྗེ་ཐེག་པའི་ཆོས། ཉམས་སུ་ལེན་པ་ལ་ངས་དག་གིས་ཞུ། ཡག་གི། སྟོང་ཉིད་ཀྱི་ལྟ་བ། ཡོད་བདེ་བ་གཅིག་གི། ཨེ་ནི་ལྷ་བསྒོམ་ཡག། ཚད་ལྡན་བྱུང་ཀུན་རིག་མ་གཏོགས་སྟོང་ཉིད་ཀྱི་ལྟ་བ་མེད་ན། ཨེ་ནི་ལྷ་བསྒོམ་ཡག་གི། བསྒྲུབ་གཞི་རུ་འཁོར་མེད་པ་ཆགས་འགྲོ་གི་ཡོད་རེད། ས་དེ་འདྲ་ཡིན་དུས་སྟོང་ཉིད་ཀྱི་ལྟ་བ་གོ་གི་ཡོད་རེད། ད་སྟོང་ཉིད་ཀྱི་ལྟ་བ་ལ་ཡ། རབ་ལ་དབུ་མའི་ལྟ་བ། མ་མཐའ་ཡིན་པས་སེམས་ཙམ་པའི་ལྟ་བ། གཟུང་འཛིན་གཉིས་སྟོང་གི་དེ་ཁོ་ན་ཡིན་ཟེར་བ་དེ་ད་མི་མཐའ་མེད་པ་རེད། ཟེར་བྱེད་རིམ་ཞིག་གསལ་པོ་གསུངས་འདུག་བ། གསང་སྔགས་ཀྱི་རྒྱ་གར་གྱི་གསང་སྔགས་ཀྱི་རྣལ་འབྱོར་པ་ཚད་འདས་དེ་ཚོའི་གྲས་ཀྱི་ནང་ལ། བདེ་སྟོང་སྦྱང་ཡག་གི་སྟོང་པ་ཉིད་ཨེ་ནི་རྣམ་རིག་པའི་ལྟ་བ་བྱས་ནས་བདེ་སྟོང་བྱ་ཡ་གསུངས་བཞག། ཨེ་ནི་མང་ཆེ་གཙོ་བོ་དེ་དབུ་མ་པའི་ལྟ་བ་རེད་དེ་ཡོད་རེད། གང་ཟག་གི་བདག་མེད་ཙམ་གྱི་ཨེ་ནི་ལྟ་བ་དག་ཨེ་ནི་བདེ་སྟོང་བྱ་ཡ་ཅིག་མི་འདུག་ས་དེ་འདྲ་ཡིན་དུས་རྩ་ནས་མ་མཐའ་ཨེ་ནི་སེམས་ཙམ་པའི་ལྟ་བ་ཡོད་བསྡད་པ་ཅིག་སྒུག་གི་ཡོད་རེད། འོ་ན་སེམས་ཙམ་པའི་ལྟ་བ་དེ་གས་སྒྲིབ་གཉིས་སྤང་ཐུབ་གི་རེད་ཟེར་ན་དེ་སྤང་ཐུབ་གི་མ་རེད། འོ་ན་སེམས་ཙམ་པའི་ལྟ་བ་འཛིན་ངེས་ཀྱི་རྣལ་འབྱོར་པ་དེས་ཨེ་ནི་སྒྲིབ་གཉིས་སྤོང་སྟངས་ག་རེ་རེད་ཟེར་ལབ་ན། དེའི་ཕལ་ཆེར་དཔལ་ཆེན་དཔའ་འདས་ཤིག་གསུངས་ཅི་ན་ངས་དེ་མཐོང་སོ། ད་བ་ཟག་དེ་འཇལ་མ་བྱུང་གཅིག་མཐོང་སོ། དེ་ཡིན་དགོས་ཡ་ཅེ་རེད། རྫོགས་ཆེན་གྱི་གསུང་དང་ལན་ཚུ་སྦྱར་ཡིན་ན་ཕལ་ཆེར་དེ་ཡིན་དགོས་ཡ་རེད། དཔེར་ན། རྫོགས་ཆེན་གྱི་ཨེ་ནི། རིགས་པ་ངོ་སྤྲོད་ཚད་འཇལ་ཅིག་བྱུང་བ་ཡིན་ན། འཁོར་འདས་ཀྱི་ཆོས་ཐམས་ཅད་ལོ། རིག་པའི། ཅིག་རྩལ་ལས་ཤར་བསྡད་པ་རིག་པའི་རིག་པའི་རང་གདངས་ཡིན་པ་རུ་བྱེད་ཀྱི་དཔེར་ན་མྱང་འདས་སྐུ་བཞི་ལམ་ལ་རིག་པའི་གདངས་ལ་ཤར་ཡོང་གི་ཡོད་རེད་གསལ་བ་དེ་འདྲ་ཡིན་དུས་ཙང་ནས། འཁོར་འདས་ཐམས་ཅད་ལོ། ཨནི། ཅིག་གཉུག་མ་ལྷན་ཅིག་སྐྱེས་པའི་འོད་གསལ་གྱི་འཆར་སྣང་ཙམ་མཐོང་པ་ཡིན་ན། ཨནི། མིང་བརྡས་བཞག་ཙམ་གྱིས་མ་གཏོགས་དོན་གྱི་ངོས་ནས་མེད་པ། ནི་རི་མོ་ཡག་པོ་ཅིག་འཕྲོས་ཡོང་པ་ཡིན་ནའི་གཞི་མེད་རྩ་བྲལ་གྱི་གོ་བ་ཞིག་སླེབས་ཡོང་གི་ཡོད་པ་ཡིན་དུས་ཙང་ནས་དབུ་མའི་ལྟ་བ་དེ། རིག་པ་གཏན་ལ་ཕབ་པ་དེའི་མཚན་ལྡན་བྱུང་ན་དབུ་མའི་ལྟ་བ་ཞིག་ནི་བདེ་བླག་ཏུ་རྙེད་ཡོང་གི་རེད་ཟེར་གྱི་གསུང་གི་འདུག་བ། དེའི་ཕལ་ཆེར་རེད་ཤག་ཨོ་པེ་ཇི་པཱ་ནི་ཞེས་གསུང་དེ་ནང་ལོགས་ལ་ཡང། རྫོགས་རིམ་གྱི་ལུས་དབེན་ངག་དབེན། སེམས་དབེན་གྱི་རྟོགས་པ་སྐྱེས་པའི་མཚམས་ནས་ཨེ་ནི་སེམས་ཙམ་པའི་ལྟ་བ་འཛིན་མཁན་གྱི་རྫོགས་རིམ་པ་དེ་ཨེ་ནི་དབུ་མའི་ལྟ་བ་ལ་འཕོས་འགྲོ་གི་རེད། དེ་གསུང་ཤག་དེ་ཕལ་ཆེར་ཡིན་ས་རེད།

བདག་ཟེར་ཡ་འདི་མིང་ཙམ་བདག་ཙམ་ཡིན་པ་ཅིག་བློ་ལ་ཤར་ཐུབ་ཡ་ཅིག་ཕལ་ཆེར་ཡོང་གི་ཡོད་ས་རེད་ཨོ་དེ་འདྲས་ཀྱི་ད་ཨེ་ནས་ལྟ་བའི་གོ་སོར་དུ་འཕོས་འགྲོ་བ་ཡིན་འདི་གསུངས་ཤག་འདི་ཕལ་ཆེར་ཡིན་ས་རེད།